ད་ལྟ་རྒྱ་ནག་གི་ཤེས་ཡོན་ཅན་དང་རྒྱ་མི་རིགས་ལ་འབྲེལ་བ་བྱེད་ཕྱོགས་དང་རྒྱ་ནག་གི་ཤེས་ཡོན་ཅན་ཚོས་བོད་དོན་ལ་འཛིན་པའི་ལྟ་སྟངས་བཅས་ལ་བགྲོ་གླེང་བྱེད་རྒྱུ་ཡིན། ད་རྩ་བའི་རྒྱ་གར་འབོད་ཆེ་དང་བོད་གཞུང་གི་ལོ་མང་པོ་གཅིག་གི་རིང་དེ་རྒྱ་ནག་གི་ཤེས་ཡོན་ཅན་དང་རྒྱ་མི་རིགས་ལ་འབྲེལ་བ་བྱས་དེ་ནས་རྒྱ་ནག་གཞུང་ལ་ཞི་བའི་གྲོས་མོལ་བྱས་ནས་བོད་དོན་ཐག་གཅོད་བྱེད་དགོས་པའི་སྲིད་བྱུས་གཅིག་དང་ཡང་ཕྱོགས་གཞན་པ་གཅིག་ནས་བོད་དོན་འཐབ་རྩོད་འདི་རྒྱལ་སྤྱིའི་རྒྱབ་སྐྱོར་ལ་བརྟེན་ནས་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཐོག་ནས་བོད་དོན་རྒྱབ་སྐྱོར་གྱི་སྟོབས་ཤུགས་འདི་འཚོལ་སྒྲུབ་ཀྱི་སྲིད་ཇུས་གཉིས་བཟུང་བ་རེད། སངས་རྒྱས་པ། རྡ་རམ་ས་ལའི་བོད་གཞུང་ཕྱི་དྲིལ་ལྷན་ཁང་གི་རྒྱ་སྐད་སྡེ་ཚན་ལ་མཚོན་པ་ཡིན་ན། གཅིག་ཉིས་སྟོང་བརྒྱད་གི་ངོ་རྒོལ་རྗེས་སུ་རྒྱ་དབང་པོ་ཆེ་དང་བོད་གཞུང་གི་འཆར་གཞི་དང་དགོངས་གཞི་ལྟར། རྒྱ་ནང་གི་ཤེས་ཡོན་ཅན་དང་ལྷག་པར་དུ་རྒྱ་མི་རིགས་ལ་བོད་དོན་འཐབ་རྩོད་ཀྱི་ངོ་བོ་ག་འདྲ་འདྲ་ཞིག་ཡིན་མིན་འགྲེལ་བཤད་རྒྱག་རྒྱུ་དང། དེ་ནས་ཅིག་བོད་པ་ཚོས་རྒྱ་ནག་གཞུང་གི་དབང་སྒྱུར་ལ་ངོ་རྒོལ་བྱེད་ཀྱི་ཡོད་པ་དེ།

གཞུང་འབྲེལ་གྱི་འབྲེལ་བ་ཇི་སྟོང་དེ། ད་བཤད་ནས་ལོ་གཟུགས་ཉི་མ་ལགས་ཀྱིས་གསུང་གི་རེད། ཉིས་སྟོང་བརྒྱད་ཀྱི་རྗེས་ནས་ད། ང་ཚོ་གཞུང་གི་ངོས་ནས་རྒྱ་མི་ལ་འབྲེལ་བ་བྱེད་ཡག་གི་ཤིག་ཕྱིར་བཏང་ཡག་ཆེད་དུ། ཨ་ནི་ང་ཚོ Australia དོན་གཅོད་དང། ཨ་རིག་དོན་གཅོད་དང། ཨ་ནི Swiss དོན་གཅོད་ལ་ཆེད་དུ། རྒྱ་མི་ལ་འབྲེལ་བ་བྱེད་མཁན་གྱི་ལས་བྱེད་ཆེད་དུ་བཙུགས་ནས་ཨ་ནི་འབྲེལ་བ་བྱེད་ཡོད་ཡོད་རེད་དེ་གཞུང་འབྲེལ་གྱི་ངོས་ནས་འབྲེལ་བ་བྱེད་བདེ་བ་ཡག་ཅིག་རེད། ད་ཕྱོགས་གཅིག་ནས། གཞུང་འབྲེལ་མ་ཡིན་པ་གི་འབྲེལ་བ་བྱེད་སྟངས་དེ་ག་འདྲ་ཆེ་བ་རེད་ན། དཔེར་ན་ང་ཚོས་དྲ་རྒྱ་ནང་ནས་བཙོན་བྲིས་ཡ་དང། བཙོན་བྲིས། དྲ་རྒྱ་ནང་ནས་བགྲོ་གླང་བྱས་དུས་གང་ལ་ཨ་ནེ་ཚིག། ང་ཚོའི་སྒེར། ཚིག་ལངས་ཕྱོགས་དེ་ལ་བརྗོད་བཅོས་བྱེད་མཁན་གི་དེ་འདྲ་མི་ཡོད་ན་ཨ་ནེ་འབྲེལ་བ་བྱུང་ནས་ཨ་ནེ་དྲ་རྒྱ་གང་ནས་འབྲེལ་ལྷན་བྱུང་རྒྱུ་དེ་འདྲ་འབྲེལ་ལྷན་གི་དགོས་ནི་ངོ་འདྲ་བོ་གཉིས་ཤིག་གོ་ཡོད་རེད་ལ། ལ་སོད་ནས་ད་ད་ལྟ་སངས་རྒྱས་སྐྱབས་ཀྱིས་གསུངས་པ་ནང་བཞིན་བློ་བཟང་ཉི་མ་ལགས་ད་ཁྱེད་རང་ལ་མཚོན་པ་ཡིན་ན། ཡོ་རོབ་རྒྱལ་ཁབ། སོད་ཛི་ལན་དྲི་ཛུ་རིག་གྲོང་ཁྱེར་ན་ཡོད་པའི་བོད་གཞུང་སྐུ་ཚབ་དོན་གཅོད་ཁང་གི་བོད་རྒྱ་འབྲེལ་མཐུད་པ་རེད། ད་ཡོ་རོབ་ཀྱི་པའི་ཡོ་རོབ་རྒྱལ་ཁབ་ཁག་ན་ཡོད་པའི་རྒྱ་ནག་གི་མི་དེ་ཚོ་གྱི་ག་འདྲ་ག་འདྲ་ཡིན་མིན་དང་ཁྱེད་རང་ཚོ་ཁོ་རང་དང་འབྲེལ་བ་དེ་ག་འདྲ་བྱས་ནས་བྱེད་ཀྱི་ཡོད།
ཡོ་རོབ་ཁུལ་ལ་ཡིན་ན་སྤྱིར་བཏང་དེ་རྒྱ་ནག་གི་མངལ་དམག་གི་ད་ཕན་ན་བསྐྱར་བཤད་ན་གུང་ཁྲན་སྲིད་གཞུང་གི་སྲིད་གཞུང་མ་བཙུགས་པའི་གོང་ལ་ཡིན་ན་ཕྱི་ལོག་ལ་ཡོང་ཉེན་གྱི་ཚོང་པ་གི་རིགས་དང་དེ་ཚོ་གི་ད་ས་སྐྱེ་རྡོ་རྗེ་གི་ད་མི་རེ་གཉིས་པ་དང་གསུམ་པ་དང་དེ་རིང་ཁ་སང་གི་ཡོང་ཉེན་གྱི་ལྷོག་དྲ་བ་དང་དེ་རིང་ཁ་སང་གི་ཡོང་ཉེན་གྱི་ད་བལ་ཞིབ་འཇུག་པ་དང་དེ་འདྲ་གི་ད་ཅིག་ཚོང་འབྲེལ་བྱེད་ཉེན་གྱི་རིགས་དང་དེ་གནའ་མའི་ན་ཚོགས་རེད་ཅེས་པ་རེད།

ད་ཅིག། ཅིག་མང་རུ་མང་རུ་ད་ཅིག་བུ་དོན་ཐོག་ལ་དོ་སྣང་བྱེད་ཉེན་ད་ཅིག་ད་མང་རུ་མང་རུ་ཅིག་འགྲོ་གི་འདུག། ལ་སུ། ད་ད་འདི་རྣམ་པ་གཉིས་ཆ་གསུངས་པ་ནང་བཞིན་གྱི་ཅིག་ཉིས་སྟོང་བརྒྱད་གི་རྗེས་ནས། ད་ག་ས་ག་ཅིག་བཙན་བྱོལ་བོད་གཞུང་གི་སྐུ་ཚབ་དོན་གཅོད་ཁང་ག་འབྲེལ་མཐུད་པ་དང་བཅས་དེ་འདྲ་འབྲེལ་བ་ཤུགས་ཆེ་རེ་བཏང་ཡོད་ཟེར་གྱི་འདུག་དེ་སྔ་ནང་བཞིན་གྱི་ཅིག་ད་རྒྱ་ནག་གི་མི་འབོར་ལ་མཚོན་པ་ཡིན་ན་ད་འཛམ་གླིང་གི་མི་འབོར་མང་ཤོས་དང། ཅིག་བྱས་ཕྱི་རྒྱལ་ཡུལ་གྲུ་གང་ཡང་ན་ད་མི་བརྒྱ་དང་ཁྲི་དང་འབུམ་དེ་འདྲ་མ་ས་ཡ་དང་ས་ཡ་དེ་འདྲ་མང་པོ་ཡོད་ཡིན་ན་ཅིག་རྣམ་པ་ཚོ་འབྲེལ་བ་བྱེད་ས་མི་དེ་ཚོ་ཅིག་བལྟས་པ་ཡིན་ན་ཁོ་རང་ཚོ་ཅིག་རྒྱ་ནག་གི་སྤྱི་ཚོགས་ནང་ན་ཅིག་ཤུགས་ཆེན་ག་འདྲ་འདྲ་ཅིག་ཡོད་རེད་ཁོ་རང་ཚོ་རྒྱ་ནག་གི་སྤྱི་ཚོགས་ནང་ན་ཆེ་མཐོང་ག་འདྲ་འདྲ་ཅིག་ཡོད་རེད་ཅིག་གལ་སྲིད་ཁོ་རང་ཚོ་རྒྱ་ནག་གི་སྤྱི་ཚོགས་ནང་ཅིག་ཆེ་མཐོང་མེད་པ་དང་ཁོ་རང་ཚོ་ཡིད་ཆེས་མེད་པ་དང་ཁོ་རང་ཚོ་ཤུགས་རྐྱེན་མེད་པ་དེ་འདྲ་རྐྱང་རྐྱང་ཅིག་འབྲེལ་བ་བྱེད་དགོས་པ་དེ་འདྲ་ཐུག་པ་ཡིན་ན།

ལོང། དང་འབྲེལ་བ་བྱས་ཏེ་གང་ལ་ང་ཚོས་ཀྱི། ཕྱི་ལོགས་ན་ཡོད་ཡ་གི་རྒྱ་མིའི་ནང་ལོགས་ནས་ཅིག། ཚད་ལྡན་གྱི་ཤེས་ཡོན་ཅན་དང་ཨ་ནི་རྒྱལ་སྤྱིའི་བདེ་འཇགས་ཐང་ལ་ཡང་ཁོ་རང་ཚོ་ཅིག་ཚད་ངེས་ཅན་ཅིག་ལྷད་ཐུབ་མཁན་གྱི། དེ་འདྲ་གི་རྒྱ་མིའི་ཤེས་ཡོན་པ་དེ་ང་ཚོ་གི་འབྲེལ་བ་བྱེད་ས་གི་གཞི་འདྲ་བོ་བྱེད་དགོས་རེད། དེ་མཉམ་དུ་ང་ཚོ་གི་འབྲེལ་བ་བྱེད་ས་དེ་ཚོ་ཅིག་རྩོམ་པ་པོ་དང་ཨ་ནི་ཉམས་ཞིབ་པ།

ཐ་ན་གཅིག་མི་སྒེར་པ་དེ་ཚོས་ད། རྒྱ་ནག་གི་ཕོ་སེར་མོ་སོགས་དེ་གྲོགས་པོ་གྲོགས་མོ་འདྲེ་དགོས་གི་ཟེར་བ་ཚོ་ད་དེ་ནས་ཅིག་མཉམ་དུ་ཅིག། སྲོལ་རྟུལ་འདྲ་དེ་འདྲ་འཕེལ་བས་ནས་འབྲེལ་བ་ཡག་རེ་གཏང་དགོས་གི་འདུག་ཟེར་དེ་འདྲ་ཟེར་ཉན་འདུག་ཅིག་སྤྱིར་བཏང་གི་དེ་འདྲ་འབྲེལ་བ་ཅིག་བྱས་ནས་ཅིག་དེ་འདྲ་འདྲ་ཅིག་རེ་བ་རྒྱབ་ཕྱིན་པ་ཡིན་ན་ད་རྒྱ་ནག་མི་མང་དུང་ཕྱུར་གཅིག་གསུམ་གི་ནང་དེ་འདྲ་འབྲེལ་བ་བྱས་ས་ད་མང་ཐག་ཆོད་ཅིག།

རྒྱ་ནག་ལ་སོ་སོ་ང་ཚོ་བོད་མི་རིགས་ཀྱི་རིག་གཞུང་དང་ངོ་སྤྲོད་བྱས་ཏེ་ཧ་ཅང་གལ་ཆེན་པོ་རེད་བྱ། ངེས་པར་དུ་ད་ད་ལྟ་རྒྱ་མི་གིས་ངས་འབྲེལ་བ་བྱས་པའི་གི་རྒྱ་མི་གི་རིགས་མང་པོ་ཅིག་བཏགས་ཡོང་དུས། རྒྱ་མི་གི་རིགས་ནང་ལོགས་ལ་ན་ང་ཚོ་བོད་པི་གི་རིག་གཞུང་མེད་ངེས་པར་དུ་ནང་པ་ཆོས་ལུགས་ལས་ན་དད་པ་ཡོད་ཉིད་གི་རྒྱ་རྒྱ་མི་གི་རིགས་དེ་ཡིན་ན་ང་ཚོ་དངོས་གནས་ཅིག་སེམས་ཐག་ཉེ་པོ་སྐད་ཆ་ག་རེ་བཤད་པ་ཡིན་ན་ཅིག་བློ་ང་ཚོ་བློ་དང་མཐུན་པ་ཅིག་ངེས་པར་དུ་བོད་མི་རིགས་ཟེར་གྱི་དེ་གལ་འགངས་ཆེན་པོ་ཡིན་པ། དེ་གི་རིག་གཞུང་དེ་རྩ་ཆེན་པོ་ཡིན་པ་ཅིག་ད་གོང་རབས་སུ་བསམ་གཞིག་བྱེད་ཐུག་གི་འདུག་དེ་ཡིན་ཚ་དེ་དེ་གི་རྗེས་སོར་ཡིན་ན་ད་ཅིག་བོད་མི་རིགས་དེ་ལ་ཡིན་ན་སྡུག་སྲན་མཉམ་བྱེད་བྱེད་ཡ་དང་བོད་མི་རིགས་གི་གནད་དོན་ལ་ཡིན་ན་ཅིག་རྒྱབ་སྐྱོར་བྱེད་ཡ་གི་རྣམ་པ་དེ་སྙིང་ཐག་པ་ནས་བསྟན་གི་འདུག་དེ་ཡིན་ཚ་དེ་ད་ད་ལྟ་གི་གནས་སྟངས་དེ་ག་རེ་རེད་ཟེར་ན། རྒྱ་ནག་ནང་ལ་ཡིན་ན་རེད་རྒྱ་ནག་ཕྱི་ལོགས་ཡིན་ན་རེད་ངེས་པར་དུ་ད་ཅིག་བློ་ཕམ་དགོས་ཡ་ཅིག་ལ་ཡིན་ན། རྒྱ་ནག་ཕྱི་ཕྱོགས་ལ་ཡོང་འཇོག་གི་དཔེར་ན་རྒྱ་ནག་གི་དམངས་ཚོགས་ཀྱི་ལྟ་བ་རིགས་ཁས་ཁས་ཉིན་གཅིག་འོ་དེ་འདྲ་ཅིག་གི་རིགས་ཁ་ཤས་ཅིག་ལ་ཡིན་ན་གཅིག་མི་རིགས་ཀྱི་ཆེ་མཐོང་གི་ད་དཔེར་ན་མི་རིགས་ཆེན་པོ་རིང་ལུགས་ཀྱི་ལྟ་བ་དེ་ཅིག་སེམས་ནང་ལ་དེ་དུས་ནང་དུ་ཡིན་ན་ཅིག་ཁས་ལེན་ཉིན་ཅིག་རེད་ཤག་དེ་ཡིན་ཚང་ནི་ང་ཚོ་བོད་པ་ངོས་ལ་ཡིན་ན་རྒྱ་མི་རིགས་སུ་འདྲ་ཅིག་ལ་ཐུག་གི་ཡིན་ན་ང་ཚོ་གི་ཁྱེད་རང་ཚོ་ལ་ཡིན་ན་ཅིག་ང་ཚོ་འབྲེལ་བ་བྱེད་ཡ་དེ་མང་པོ་ཀྱི་ཀྲུང་གོ་གི་མདུན་ལམ་དང། མ་འོངས་པའི་ཀྲུང་གོ་གི་དམངས་ཚོགས་ཐོག་ནས་མི་རིགས་ཀྱི་གནད་དོན་ཐག་གཅོད་བྱེད་ཡག་གི་ཐོག་ལ་ང་ཚོ་ཕན་ཚུན་གྱི་བརྡ་ཁྱད་ལྡན་ཡོད་རེད། ང་ཚོ་ཁྱིམ་ཚོགས་ཀྱི་ང་ཚོ་ལ་ཡིན་ན་ཅིག་ཤ་ཚ་དེ་གསོད་རེས་གནང་དགོས་རེད་ཟེར་ཡག་རེད་ཅིག་ང་ཚོ་དེ་བྱེད་དགོས་ཡག་དེ་རྒྱུ་མཚན་ཆེན་མི་འདུག་ང་ཚོ་མི་རིགས་དང་མི་རིགས་བར་ལ་ཡིན་ན་གཙོ་བོ་ཕན་ཚུན་འདྲ་མཉམ་ཐོག་ནས་མི་རིགས་ཕན་ཚུན་གྱི་གཅིག་གིས་གཅིག་གི་རིག་གཞུང་ཕན་ཚུན་ལ་ཡིན་ན་དངོས་གནས་ཀྱི། ཁེ་ཕན་ཡོད་པ་ཅིག་གི་ཐོག་ནས་གསལ་བཤད་བྱས་པ་དེ་ཧ་ཅང་གལ་ཆེན་པོ་རེད་ཤག་དེ་ཡིན་ཚར་དུས་ད་རྒྱ་ནག་ནང་ལ་བལྟས་ན་རེད་ཕྱི་ལོག་ལ་བལྟས་ན་རེད་གཙོ་བོ་ང་ཚོ་ཕན་ཚུན་འགལ་ཟླ་ཤུགས་ཆེ་ཤོས་ཡོང་ས་དེ་ག་བ་རེད་འདུག་ཟེར་ན་ང་ཚོ་བོད་མི་རིགས་ཀྱི་རིག་གཞུང་དེ་ཁོ་རང་ཚོ་གིས་མཁྱེན་རྟོགས་མ་ཐུབ་པ་ཅིག་བོད་མི་རིགས་ཀྱི་ལོ་རྒྱུས་དེ་ཁོ་རང་ཚོ་གིས་མཁྱེན་རྟོགས་མ་བྱུང་བ་ཅིག།

དེ་ནས་རྒྱ་ནག་ཁོ་རང་ཚོ་ལོ་ངོ་སྟོང་ཕྲག་མང་པོའི་གོང་ནས་ཅིག་ཆོས་ལུགས་དར་ཡག་དེ་ནང་པའི་ཆོས་དར་ཡོད་པ་དེ་ལ་བརྟེན་ནས་ཅིག་ད་བོད་ཕྱི་ནང་གཉིས་དེའི་ནང་ནས་ཀྱང་བོད་ནང་ལོག་གི་བོད་པའི་བླ་སྤྲུལ་དེ་ཚོ་ཅིག་ད་བོད་པའི་རིག་གཞུང་ཆོས་ར་དེ་འདྲ་བཟང་ཆོས་ར་དེ་འདྲ་བརྒྱུད་ནས་ཅིག་ད་བོད་པའི་རིག་གཞུང་ངོ་སྤྲོད་དང་དེའི་ཞོར་རེ་ད་བོད་མི་རིགས་ཀྱི་གནས་སྟངས་དེ་ག་འདྲ་ཡིན་མིན་དང་བོད་པ་ཚོ་ངོ་རྒོལ་བྱེད་དགོས་ཀྱི་ཡོད་མེད་ཅིག་ད་དཀའ་ངལ་འདི་ག་བ་ཐུག་ཡོད་མེད་དེ་འགྲེལ་བཤད་ཅིག་བརྒྱབ་ཐུབ་པ་ཡིན་ན་ཅིག་རྣམ་པ་ཟོ་ཅིག་མི་སྐྱ་བོ་གཅིག་གི་དཔེ་དེ་རྒྱ་མི་རིགས་ཀ་འབྲེལ་བ་ཅན་འདི་ལས་ཤུགས་ཆེ་ཅིག་ཡོང་གི་རེད་བས།
ལགས་སོ། དེ་ལས་ད་ལྟ་ཁོང་ནས་གསུང་བ་ནང་བཞིན་བོད་ཀྱི་རིག་གཞུང་དང་ཨ་ནི་བོད་ཀྱི་ཆོས་ལུགས་དེ་ཚོ་ངོ་འཕྲོད་བྱེད་དགོས་ཡ་དེ་གལ་ཆེན་པོ་ཞིག་རེད་ཤག་ད་ཡིན་ན་ཡང་སྤྱི་དོན་གྱི་ང་ཚོ་བོད་དོན་གྱི་དཀའ་ངལ་དེ་ག་བ་འཕྲད་བསྡད་ཡོད་རེད་ཟེར་ན་ཁོ་དཀའ་ངལ་འཕྲད་ས་དེ་རྒྱ་ནག་གན་ས་ཆེན་མོ་ན་ཡོད་ཡ་གི་རྒྱ་ནག་མི་མང་གིས

ཨ་ནི་བོད་པ་རིག་གཞུང་ལ་དོ་སྣང་མེད་མཁན། ཡིན་ན་ཡང། བོད་ཀྱི་གནས་སྟངས་དེ་ག་འདྲ་ཡིན་ན། བོད་ཀྱི་གནད་དོན་དེ་ག་འདྲ་ཅིག་ལྷག་བསྡད་ཡ་རེད། ག་འདྲ་ཅིག་བྱུང་རྒྱུ་རེད་ཟེར་ཡ་གི་དེའི་སྐོར་ལ་དོ་སྣང་བརྫུས་ཡོད་ཙང། ད་སྐད་ཆེ་ཤོས་དེ་ག་རེད་ཟེར་གི་འདུག་ཟེར་ན། གཙོ་བོ་བོད་ཀྱི་བདེན་པ་དང་བོད་ཀྱི་གནས་ཚད་དངོས་གནས་ངོ་མ་དེ་ག་འདྲ་ཅིག་ག་ངས་ཁྲེལ་ཡ་ན་བོད་ཀྱི་བདེན་པ་ངོ་བོ་དེ་ཕར་འགྲེལ་བཤད་རྒྱག་ཐུབ་ཡ་ཡིན་ན། ཁོས་ཏན་ཏན་ཕན་ཐོགས་ཡ་དེ་འདྲ་ཅིག་ཆགས་ཀྱི་འདུག་ལ། ལ་སོགས་དེ་ནས་བློ་བཟང་ཉི་མ་ལ་ད་ལྟ་དུ་རྣམ་པ་གཉིས་ཆགས་ཀྱི་སོང་སོང་གཅིག་ད་བོད་པའི་གནས་སྟངས་དང་བོད་པའི་རིག་གཞུང་དེ་རྒྱ་ནག་མི་མང་དུང་ཕྱུར་གཅིག་སུ་མ་དྲིལ་བསྒྲགས་ནུས་པ་ཐོན་པ་གཅིག་བྱེད་ཐུབ་ཀྱི་མེད་བ་དང་རྒྱ་ནག་མི་མང་གི་བོད་པའི་ཆོས་དང་རིག་གཞུང་དང་བོད་མི་མང་གི་གནས་སྟངས་དང་བོད་པའི་དཀའ་ངལ་འདི་ཤེས་ཀྱི་མེད་བས་གཅིག་དེ་བོད་པ་དང་རྒྱ་ནག་གི་མི་མང་གཉིས་མི་འབོར་མང་ཉུང་གི་ཁྱད་པར་ཡིན་གྱི་རེད་ལ་ཡང་གཅིག་དོན་རྒྱུ་རྐྱེན་གཞན་པ་གཅིག་ལྟར་ལོ་འདས་པའི་ལོ་དྲུག་ཅུ་ཐམ་པའི་རིང་དུ་རྒྱ་ནག་གུང་ཁྲན་ཏང་གི་ཅིག་སོ་སོའི་མི་དམངས་ཀྱི་དྲིལ་བསྒྲགས་བྱེད་ཀྱི་ཉིད་བོད་ཟེར་ཡ་དེ་ཁྱེད་རྗེས་ལུས་ཁྱེད་ལ་ལུས་ཁྱེད་གར་བཟའ་ད་དེ་འདྲ་ཁྱེད་བཞེས་ཁྱེད་མུན་ནག་ཟེར་དེ་འདྲ་བཞེས་གྲངས་ཀ་དེ་བགྲང་བགྲང་ཉིད་ཀྱིས་རྒྱ་ནག་མི་དམངས་ཀྱི་དེ་ཡིད་ཆེས་བྱེད་ཐུབ་བའི་ཅིག་ཚུར་ཤོག་གི་འགྲེལ་བཤད་དེ་རྒྱག་མ་ཐུབ་བའི་དཀའ་ངལ་ཅིག་དང། ཡང་དཀའ་ངལ་གཞན་པ་ཅིག་ཅིག་ད་རྒྱ་ནག་མི་དམངས་ཟེར་ཡ་དེ་བཟི་དུས་ཅིག་དཔལ་འབྱོར་འཛུགས་སྐྲུན་དངུལ་སྒོར་དེ་ག་འདྲ་བྱས་ནས་གསོག་དགོས་དགོས་དེ་གི་ལྟ་བ་མི་འདང་མེད་པ་ཅན་པའི། དེ་ལྟ་བ་དེ་མ་གཏོགས་མེད་བ་དེ་ལ་བརྟེན་ནས་ཀྱི་གཞན་པ་གི་བདེ་སྡུག་ར་དེ་ལྟ་གི་ཡོད་བ་མ་རེད་ཟེར་སྙམ་བཞིན་པ་མང་པོ་ཅིག་གི་གཟིགས་ཀྱི་འདུག་ཁྱེད་རང་གི་དེ་འདྲ་དེ་ག་བ་ཐུག་གི་འདུག་བསམ་གྱི་འདུག་རྡོ་བཟོ་ཉི་མ་ལ།
ད་གཙོ་ཆེ་ཤོས་དེ་དེ་འདྲ་ཅིག་ཆགས་ཀྱི་འདུག་རིམ་པ་ལ་དབྱེ་བ་ཅིག་བྱས་པ་ཡོང་དུས། རྒྱ་ཆེ་ཆགས་དགོས་ལུགས་ཀྱི་ད་རྒྱ་ནག་དམངས་གཙོ་ལས་འགུལ་གྱི་ཐོག་ནས་ད་ཅིག་ག་རེ་ཟེར་དོན་བྱ་འཇོག་གི་དཔེ་ན་ཆབ་སྲིད་ཀྱི་མི་སྣ་ཡིན་ན་རེད། དེབ་འདིའི་སྐབས་སུ་ཡང་ན་གཅིག་དམངས་ཚོགས་དོན་གཉེར་བ་དེ་ཚོ་ཡིན་ན་རེད་ཁོང་ཚོ་དེ་ཉིད་ཕན་ཚུན་སྐད་ཆ་བཤད་ཡོང་དུས་ཁོང་ཚོ་མང་ཆེ་ཤོས་ཀྱིས་ག་རེ་ཟེར་ན་བོད་ཀྱི་གནད་དོན་དེ་ཧ་གོ་གི་མི་འདུག་ཧ་མ་གོ་ཡ་དེ་རྒྱུ་མཚན་ག་རེ་ཟེར་ན་གཅིག་ནི་བོད་ཀྱི་ས་ཆ་ལ་སྔོན་སོང་གི་ཁོང་ཚོ་ཕན་གཉིས་ནི་དཀོན་པོ་ཡིན་པ་ཅིག་བོད་ཀྱི་རིག་གཞུང་ལ་འབྲེལ་བ་བྱེད་ཡ་བྱེད་ཡ་དེ་ལས་ཁོང་ཚོ་གོ་སྐབས་མེད་པ་ཅིག་དེ་གི་རྐྱེན་གྱིས་ཁོ་རང་ཚོ་གི་བྱ་བ་ག་རེ་བྱས་པ་ཡིན་ན་ཁོ་རང་ཚོ་གི་སོ་སོ་གི་མི་རིགས་དེ་གི་ལྟ་བ་དེ་ཤུགས་ཆེན་པོ་ཅིག་འཁེལ་ཡ་ཅིག་དེ་འདྲ་ཅིག་གི་གནས་སྟངས་ཅིག་ཆགས་ཡོང་དུས།

དེ་ཡིན་ཚར་དུས། གཙོ་བོ་ཆེ་ཤོས་དེ་ག་རེ་རེད་ཟེར་ན་ད་གཅིག། རྒྱ་མིའི་མི་རིགས་ངོས་རིང་ཡིན་ན་འབྲེལ་བ་བྱེད་ཡག་དང། མི་ལས་ཡིན་ན། རྒྱ་ནག་གིས་ང་ཚོ་བོད་ལ། རྔན་མ། སྤྱི་སྟོང་དགུ་བརྒྱ་ལྔ་ཅུ་ཐམ་པ་ནི་ཡོང་དུས་ག་རེ་བྱས་སོང། དངོས་ཡོད་ཀྱི་ལོ་རྒྱུས་ཀྱི་གྲངས་ཀ་དང་དངོས་ཡོད་ལོ་རྒྱུས་ཀྱི་གནས་ཚུལ་དེ་ཁོང་ཚོ་ལས་ཞིབ་ཚགས་པོ་ཅིག་བཤད་ནས། ང་ཚོ་ད་ལྟ་བར་དུ་ཅིའི་ཚེ་མེད་ཞི་བའི་དང་དབུ་མའི་ལམ་གྱི་ལྟ་གྲུབ་ཅིག་ཁྱེར་ནས། ང་ཚོ་ཁེལ་དགོས་ཡ་རྒྱུ་མཚན་ག་རེ་རེད། ང་ཚོ་སྐད་དགུ་ཡ་དེ་གཙོ་བོ་ཆེ་ཤོས་ང་ཚོ་གི་ནང་པ་གི་ཆོས་དེ་གི་སྙིང་པོ་གི་ཐོག་ནས་ང་ཚོ་གཞུང་དྲང་པོ་བཅས་དང་སྙིང་རྗེ་གི་ལྟ་གྲུབ་དེ་འཇིག་རྟེན་ཞི་བདེ་ལ་ཕན་ཐོག་གི་འདུག་བསམ་ནས་ང་ཚོ་དེ་འདྲའི་ལྟ་བ་དེ་འདྲ་ཞིག་ཁེལ་ཡོང་དུས། དེའི་ལྟ་བ་དེ་ང་ཚོ་ལོ་སྟོང་ཕྲག་མང་པོ་བཅས་ལས་ནང་ང་ཚོ་གཞིར་བཟུང་བརྟག་དཔྱད་བྱས་ནས་ང་ཚོ་དེ་ད་ལྟ་བར་དུ་རྒྱུན་འཛིན་བྱེད་དགོས་རེད། དེ་འདྲ་ཡིན་ཚ་དུས་དེ་འདྲ་ཅིག་གི་ལྟ་བ་ཁེལ་ཕྱིན་ན་ང་ཚོ་གི་ད་འཇིག་རྟེན་མ་འོངས་པའི་ལ་ཡིན་ན་འོ་ཞི་བདེ་ཡོང་ཡ་དང་མ་འོངས་པའི་ལ་མི་རིགས་ཁག་ལ་ཡིན་ན་གནད་དོན་གང་འདྲ་ཅིག་ཡིན་ན་ཞི་བ་གི་ཐོག་ནས་ཐག་བཅད་ཡ་ཅིག་ཡོང་ཡག་གི་ཆེད་དུ་ད་སྐྱབས་མགོན་རིན་པོ་ཆེ་གཙོས་པའི་ད་ཅིག་བོད་ཀྱི་ཤེས་ཆེན་དམ་པ་ཚང་མ་གི་ལང་ཀ་དེ་གང་ལ་འགྲོ་དགོས་རེད་ཟེར་ནས་ད་ཅིག་མུ་མཐུད་ནས་གསུང་གི་ཡོད་རེད་དེ་གསུང་ཡག་དེ་གི་རྒྱུ་མཚན་དེར་བརྟེན་ནས་ང་ཚོ་ད་ལྟ་མི་རིགས་དེ་ཉམ་ཆུང་ད་ཅིག་ཞི་བ་གི་ཐོག་ནས་ཁྱེད་རང་ཚོ་ལ་འབྲེལ་བ་བྱས་ནས་ཐག་གཅོད་བྱས་ཐུག་ན་བསམ་ནས་སྐད་ཆ་དེ་བཤད་གི་ཡོད་རེད་དེ་མི་སྲིད་ང་ཚོ་མི་རིགས་དེ་དཔའ་ཉམས་ལྡན་པའི་གི་མི་རིགས་ཅིག་ཡིན་པས་ད་ཁྱེད་རང་ཚོ་ལོ་རྒྱུས་ཐོག་ནས་ཤེས་གསལ་རེད་ང་རང་ཚོ་བློ་ཧོག་མེད་པ་མ་རེད་ང་རང་ཚོ་གི་བཟོད་པ་སྒོམ་ཡག་དེ་འཇིག་རྟེན་ཞི་བདེ་ལ་བསམ་བློ་བཏང་ནས་ང་ཚོ་བཟོད་པ་སྒོམ་བསྡད་ཡོད་རེད།

ད་རིག་པའི་གཞུང་ལུགས་མང་པོ་སྦྱང་བའི་དེ་འདྲ་མཁས་པར་དེ་འདྲ་ཡིན་ཟེར་ཁྱེད་རང་གིས་གསུངས་སོང། ད་ད་ལྟ་བར་དུ་ཅིག་རྒྱ་ནག་གི་མཁས་དབོན་ཅན་གཅིག་རྣམ་པ་ཚོ་འབྲེལ་བ་བྱེད་སྲོལ་དེ་ཅིག་དྲ་རྒྱ་ར་དེ་འདྲ་སྒང་ནས་ཅིག་ཁོང་ཚོས་བོད་དོན་གི་སྐོར་ལ་ཅིག་ལྟ་སྟངས་ག་འདྲ་འདྲ་ཅིག་བཟུང་བ་ནས་རྩོམ་ར་དེ་བྲིས་གི་འདུག།
ལོང། ད་དེ་ལ་ངས་སྒར་གྱི་ངོས་ནས་དབྱེ་བ་འདྲ་བོའི་རིགས་ཁ་ཤས་ཅིག་བྱས་ཡོད། ད་དྲ་རྒྱ་དང་རྒྱ་ནག་གི་ཞི་བདེ་མི་སྣ་དེ་ཚོ་ལ་འབྲེལ་བ་བྱས་དེའི་སྒང་ལ་ཕལ་ཆེར་ཅིག

ཁྱོད་འདོན་གྱི་རིགས་ཁྲིགས་འདྲ་བོ་ཅིག་འདུག་ལོ། ལ་སུ་ཏུ་ནེ་ཡཱ་ལོ་སོ་ཉི་མ་ལ་ད་ཁྱང་གི་ཏང་གི་གནས་ཚིག་ཐེངས་མ་ཁ་ཤས་ཅི་ག་ཅིག་རྒྱ་མི་རིགས་ཁོ་རང་བས་དུ་ད་རིག་གཞུང་གཏིང་ཟབ་པོ་ལོ་རྒྱུས་རིང་པོ་མི་འབོར་མང་པོ་ཅིག་ད་སྟོབས་འབྱོར་གྲ་ཏུ་འདྲ་ཤོག་གང་ཐད་ནས་ཆེན་པོ་ཡིན་པ་འདི་ལ་བརྟེན་ནས་ཅིག་བོད་དུ་འདྲ་དུ་འདྲ་ཤེས་རྒྱག་གི་འགྲོ་དུས་ཁོང་ཚོ་མི་རིགས་རང་ལུགས་ཀྱི་ལྟ་བ་དེ་ཤུགས་ཆེ་དྲག་ནས་དཀའ་ངལ་ཆེན་པོ་ཅིག་འཕྲད་གི་འདུག་བསམ་གི་འདུག་དཀའ་ངལ་ཆེན་པོ་ཅིག་འཕྲད་གི་འདུག་ཟེར་ཁྱེད་རང་གིས་གསུངས་སོང་ཡིན་ན་ད་ཅིག་ཉམས་ཞིབ་པ་མང་པོ་ཅིག་གི་འདས་ཟིག་གི་འདུག། རྩ་བའི་གཅིག་ལྟ་བུ་བོད་བཟོ་གཅིག་གདུང་སེམས་མཉམ་སྐྱེད་བྱེད་མཁན་དེ་འདྲ་རྒྱ་ནག་གི་ཁེ་ཡོན་ཅན་ཡོད་པ་ཡིན་ནའི། ཉིས་སྟོང་བརྒྱད་ཀྱི་ངོ་རྒོལ་དེ་ལ་བརྟེན་ནས་ཨོ་བོད་པ་འདི་ཚོ་མཐའ་གཅིག་ཏུ་དཔེ་དེབ་ངོ་རྒོལ་བྱས་ན་ཅིག་ངོ་རྒོལ་བྱེད་ཀྱི་མི་འདུག་ཨ་འདི་ཚོ་དཔེ་དེབ་རྒྱ་ནག་ཁ་བྲལ་བཏང་དགོས་འདུག་ཟེར་ཁོང་ཚོ་མི་རིགས་རིང་ལུགས་ཀྱི་དེ་འདྲ་ལྟ་བ་ཁྱེར་ནས་ཅིག་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་རྒྱ་ནག་གི་ཁེ་ཡོན་ཅན་དེ་འདྲ་ཡིན་ན་ཅིག་འགྱུར་བ་ཅིག་ཐེབས་སོང་ཁོང་ཚོ་བསམ་བློ་བཏང་བཏང་ར་རྩོམ་འབྲི་བཏང་སྟེ་འགྱུར་བ་ཐེབས་སོང་དེ་འདྲ་ཟེར་མཁན་འདུག་ཁྱེད་རང་གི་དེ་འདྲ་ཀའི་ཚོར་སྣང་བྱུང་བས་བྱུང་པ་ཡིན་ན་ཅི་ག་འདྲ་ག་འདྲ་བྱུང་སོང་དེ་ཚོ།
ད་ཨ་འདྲ་ཅི་རེད་གནས་སྟངས་རེད་དེ་གཙོ་བོ་ཆེ་ཤོས་དེ་ག་འདྲ་ཅི་རེད་ཟེར་ན། རྒྱ་ནག་གི་ད་འདྲ་ད་རྒྱ་བོད་ཀའི་དཔེ་ན་ཆགས་ཤེ་ན་རྒྱ་ནག་གི་རིག་གཞུང་གི་ཐོག་ནས་བཤད་དགོས་ན་ང་ཚོ་ད་དཔེ་ན་རིག་གཞུང་གི་ཐོག་ནས་ཁོང་ཚོ་གི་གོ་ཞབས་བྱེད་དགོས་མི་འདུག་ཆོས་དད་རང་མོས་ཁོང་ཚོ་གོ་ཞབས་བྱེད་དགོས་མི་འདུག་ཟེར་དེ་ང་ཚོ་གི། མི་མང་གི་དེ་མ་དགའ་བ་རྣམས་ཀྱིས་བསྟན་ཡག་དེ། དེ་དྲན་ན་དེ་མི་རིགས་ཀྱི་གནད་དོན་རེད་ཅེས་ཆགས་བསྡད་ཡོད་རེད་བསམ་གྱི་འདུག་ད་ཁ་ཤས་ཅིག་གིས་དེ་ག་རེ་ལབ་དགོས་རེད་ཟེར་ན་ཉིན་སྟོང་དགུ་ལ་དང་ཉིན་སྟོང་བརྒྱད་ལ། ཨོ་མི་རིགས་དང་རྒྱ་མི་རིགས་དང་བོད་མི་རིགས་བར་གྱི་འབྲེལ་ལམ་དེ་དཀའ་ངལ་ཆེན་པོ་ཅིག་ལ་སླེབས་སོང། ངེས་པར་དུ་གུང་ཁྲན་ཏང་གི་དྲིལ་བསྒྲགས་འོག་ནས་རྒྱ་བོད་འགལ་ཟླ་དེ་ཤུགས་ཆེ་རུ་ཕྱིན་སོང་ཟེར་ཡག་རེད་ཅེས་ང་ཚོ་དེ་རིང་ཁ་སང་སྐད་ཆ་དེ་ཡོད་རེད་སྐད་ཆ་དེ་ཡོད་དེ་དེ་སྐད་ཆ་དེ་བདེན་པ་རེད།

དེ་ཡིན་ཙང་དེ་མི་རིགས་ཀྱི་ཆེན་པོ་དཔེར་ན་རྒྱ་མི་རིགས་དང་དག་གི་ཆེན་པོ་རིང་ལུགས་ཀྱི་ལྟ་བ་དེ་ལོ་སྟོང་ཕྲག་མང་པོ་ཅིག་བྱུང་བ་རེད། ལོ་སྟོང་ཕྲག་མང་པོ་འདུག་ནང་ལ་སྐབས་མང་པོ་ཅིག་ལ་ཡང་ན་དཀའ་ངལ་ཆེན་པོ་བྱས་པའི་འགལ་ཟླ་ཆེན་པོ་ཅིག་བྱུང་བྱས་དཀའ་ངལ་མ་རེད་ན་དཔེར་ན་དང་དེབ་དེ་རིང་གང་ཟག་གསར་འགྱུར་བརྒྱུད་ལ་མཐོང་ཡག་ཡོད་མ་རེད། མི་རིགས་ཕན་ཚུན་གྱི་དཀའ་ངལ་ཤུགས་ཆེན་པོ་ཅིག་གནས་ཚུལ་དེ་འདྲ་འཕྲད་ཡོང་དུས་སུ་གཅིག་གིས་མཐོང་དགོས་ཡོད་མ་རེད་ཤེས་དགོས་ཡོད་མ་རེད་དེ་མི་རིགས་འགལ་ཟླ་གང་འདྲ་ཅིག་ཆགས་ཡོད་མེད་ཧ་གོ་གི་ཡོད་མ་རེད།

ཨོ། དེ་འདྲ་བྱས་ན་ད་མང་པོ་ཅིག་ཏུ་མཐོང་ནས། དེ་ལོ་རྒྱུས་དེ་བདེན་པ་ཅིག་ལོ་རྒྱུས་ཡུན་རིང་པོ་ཅིག་གི་གནས་ཚུལ་རེད་བསམ་གི་འདུག། ལགས་སོ་དེ་ནས་ད་ང་ཁ་པར་མང་པོ་ཅིག་ཡོང་གི་འདུག་བསམ་སྐྱབས་ལ་ད། རྒྱ་ནག་གི་ཤེས་ཡོན་ཅན་དེ་ཚོ་ཅིག་ཉིས་སྟོང་བརྒྱད་གི་ངོ་རྒོལ་དེ་བརྟེན་ནས་ཅིག་བོད་དོན་རྒྱབ་སྐྱོར་བྱས་འདི་འགྱུར་བ་ཕྱིན་ཡོད་པ་ཡིན་ན། ཉིས་སྟོང་བརྒྱད་ལོར་བོད་པ་ཚོས་ངོ་རྒོལ་བྱས་རེད་ཉིས་སྟོང་དགུ་ལོར་ཤིན་ཅང་གི་ཡུལ་སྐོར་པ་ཚོས་བྱས་རེད་ད་ད་ལོ་ཉིས་སྟོང་བཅུ་གཅིག་འདས། ནང་སོག་གི་སློབ་ཕྲུག་ར་ཏི་གིས་ངོ་རྒོལ་བྱས་རེད། ད་གྲངས་ཉུང་མི་རིགས་ཀྱི་འདི་འདྲ་ཆེན་པོ་གསུམ་གྱི་དུས་བསྟུད་དུས་ལ་དཔེ་དང་ངོ་རྒོལ་བྱས་བ་འདི་ལ་བརྟེན་ནས་ཅིག་རྒྱ་ནག་གི་ཤེས་ཡོན་ཅན་ཚོ་ཡང་བསྐྱར་དུ་བསམ་བློ་གྱིས་བཏང་ཅིག་ད་བོད་པ་ཁོང་ཚོ་ནོར་ར་ཡིན་ན་ཅིག་ཤིན་ཅང་གི་ངོ་རྒོལ་བྱས་སོང་ད་ཤིན་ཅང་གི་ངོ་རྒོལ་བྱས་ཁོང་ཚོ་བོད་པ་དང་ཤིན་ཅང་གཉིས་ཆ་ནོར་ར་ཡིན་ན་ད་འདི་ནང་སོག་གི་བྱེད་གི་འདུག་གསུམ་ཅིག་ནོར་ཟེར་གི་རེད་བས་ང་ཚོ་རྒྱ་གི་ངོ་ནས་ནོར་འཁྲི་ཡོད་ན་མེད་ན་ཟེར་འདི་འདྲ་སོ་སོ་སོ་སོ་བོད་དུ་བསྐྱར་ཞིབ་བྱེད་མཁན་འདི་འདྲ་རྩོམ་འདྲ་ནང་ཐོན་གི་འདུག་བས་སངས་རྒྱས་སྐྱབས།
ལངས། དེ་འདྲ་ད་ལྟ། ཉིས་སྟོང་བརྒྱད་ནས་བོད་ཀྱི་ངོ་རྒོལ་བྱུང་བ་དེའི་རྗེས་ནས། རྒྱ་ནག་གི་ཤེས་ལྡན་མི་སྣ་མང་པོ་ཞིག་ལ་འགྱུར་བ་ཤུགས་ཆེན་པོ་འགྲོ་ཡ་དེ་དེ་རེད། ད་ཅིག། ངོ་མ་བོད་ལ་དོ་སྣང་མ་བྱེད་མཁན་དང་གྲངས་ཉུང་མི་རིགས་ཀྱི་དཀའ་ངལ་ལ་དོ་སྣང་མ་བྱེད་མཁན་མང་པོ་ཅིག་གིས། བསྐྱར་དུ་རང་འགུལ་གྱི་ངོས་ནས་ཅིག་གཞུང་གི་བཀོད་སྒྲིག་མ་ཡིན་པའི་རང་འགུལ་གྱི་ངོས་ནས་ཨ་ནང།

གཅིག། རྒྱ་ནག་གཞུང་གི་སྲིད་ཇུས་འགྲིག་གི་མེད་ཡ་དང་རྒྱ་ནག་མི་རིགས་ཀྱི་བསམ་བློ་དང་དང་འགྲིག་གི་མེད་ཡ་དེ། ཏན་ཏན་བསམ་བློའི་འཁོར་ནས་ཅིག། སན་ཤིན་འདྲ་བོ་ཅིག་ནས་རྒྱལ་སྐྱོད་བྱེད་མཁན་དེ་འདྲ་མང་པོ་བྱུང་གི་འདུག་ལ། ལ་སོ།
གཤམ་ལ་གོང་ས་མཆོག་གི་སྐུའི་འཁྲུངས་སྐར་གྱི་དྲིལ་བསྒྲགས་ཐུང་ཙམ་ཡོད་པ་དེ་གཟིགས་རོགས་གནང།
རིང་ནི་ཕྱི་ཟླ་བདུན་པའི་ཚེས་དྲུག་གི་ཉིན་མོ་འདི་ག་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་གྱི་ནང་ལ། འཛམ་གླིང་ཞི་བདེའི་དེད་དཔོན་བོད་ཀྱི་བླ་ན་མེད་པ་དབུ་ཁྲིད་ཅན་ཨོ་ཀོང་སི་སྐྱབས་མགོན་ཆེན་པོ་མཆོག་གུང་གྲངས་བདུན་ཅུ་དོན་དྲུག་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་གྱི་ཉིན་མོ། དགའ་སྟོན་རྟེན་འབྲེལ་གྱི་མཛད་སྒོ་རྒྱ་ཆེ་ཞེས་གོ་སྒྲིག་གནང་སྐབས་ལྟར། དེའི་ཉིན་མོ་འདི་ག VOA ཨ་རི་རླུང་འཕྲིན་ཁང་གིས་དུས་ཡུན་ཆུ་ཚོད་གཉིས་ཀྱི་རིང་ལ་མཛད་སྒོའི་དམིགས་བསལ་ལས་རིམ་ཞིག་ཐད་ཀར་རྒྱང་བསྲིང་ཞུ་རྒྱུ་ཡིན་པ་དེ། ཕྱི་ཟླ་བདུན་པའི་ཚེས་དྲུག་གི་ཉིན་མོ་བོད་ཀྱི་ནང་ལ་གུང་མོའི་ཆུ་ཚོད་བཅུ་བ་ནས་བཅུ་གཉིས་ཀྱི་བར་དང། རྒྱ་གར་གྱི་ནང་ལ་གུང་མོའི་ཆུ་ཚོད་བདུན་ཏུ་ཕྱེད་ཀ་ནས་དགུ་སྟེ་ཕྱེད་ཀའི་བར་རྒྱང་སྲིང་བཞུགས་རྒྱུ་ཡིན་པའི་དེ་དོན་རྣམ་པ་ཚོས་ཁུངས་ཆ་ནག་རུ་གནང།
ད་ལྟ་གོང་དུ་གསུངས་པ་ནང་བཞིན་ཕྱི་ཟླ་བདུན་པའི་ཚེས་དྲུག་གི་དགུའི་འཁྲུངས་སྐར་གྱི་དུས་ཆེན་དེ། ནམ་རྒྱུན་ལས་ང་ཚོས་དུས་ཚོད་གཅིག་འཕར་མ་དང་བཅས་དམིགས་བསལ་གྱི་ལས་རིམ་ལ་བསྟུན་པ་བྱས་ནས་དུས་ཚོད་གཉེར་བཏང་གི་ཡོད། ད་དེ་རིང་ང་ཚོ་འདི། རྒྱ་ནག་གི་ཤེས་ཡོན་ཅན་དང་རྒྱ་མི་རིགས་ལ་འབྲེལ་བ་བཅས་བྱེད་ཕྱོགས་དང་དེ་ནས་རྒྱ་ནག་གི་ཤེས་ཡོན་ཅན་ཚོས་བོད་དོན་ལ་འཛིན་པའི་ལྟ་སྟངས་སྐོར་ལ་བགྲོ་གླེང་བྱེད་ཡུལ་གཤམ་ལ་ང་ཚོས་ཁ་པར་ལེན་རྒྱུ་དེ་འགོ་བཙུགས་གི་ཡིན། དང་པོ་དེ་རྡ་རམ་ས་ལ་ནས། ངག་དབང་བཀྲ་ཤིས་ལགས་ཁ་པར་འདུག་ངག་དབང་བཀྲ་ཤིས་ལགས་ཁྱེད་རང་གི་དྲི་བ་ཡིན་ན་རེ་བསམ་ཚེ་ན་ཐུང་ཙམ་གསལ་བོ་ཅིག་བརྗོད་གཞི་དང་འབྲེལ་བ་ཡོད་པ་ཅིག་གསུང་རོགས་གནང། བཀྲ་ཤིས་ལགས།

རྒྱ་ནག་གི་ཉམས་ཞིབ་པ་ཝང་ལི་ཤིན་ཟེར་བ་དེས་ཁྱེད་དང་ངོ་ཚོ་བོད་པའི་སྤྱི་ཚོགས་ནང་ལ་ད་རྒྱ་ནག་རང་ལུགས་པ་ཟེར་བ་རེད་ཟེར་བ་ཚོས་དང་ཡང་ཁག་ཅིག་གིས་ནས་བོད་དོན་རྒྱབ་སྐྱོར་བ་ཟེར་བ་ཚོས་ད་ཚོད་ཚོད་ལབ་གི་རེད་ཡིན་ན་ཡང་དོན་དངོས་དོན་གནད་རྣམ་པ་གཉིས་དེ་ཚོས་ཁོ་ལ་འབྲེལ་བ་བྱས་མྱོང་དང་མ་མྱོང་མྱོང་ན་ཁོ་རང་གིས་ལྟ་བ་ངོ་མ་དེ་ག་རེ་ཡིན་ན་དེ་ཚོས་གསུངས་རོགས་གནང་ཞེས་པ་ཡིན།

རྒྱལ་ཡོངས་རིན་པོ་ཆེ་གིས་རྩ་འཛིན་གནང་གི་ཡོད་པའི་དབུ་མའི་ལམ་གྱི་ཐོག་ནས་ཀྱི་བོད་རྒྱའི་བོད་དོན་ཐག་གཅོད་ཀྱི་དགོན་སྡེ་འགྲེལ་བཤད་རྒྱག་གི་ཡོད་མེད་དེ་རེད།
ད་གཙོ་ཆེ་ཤོས་དེ་རེད། ངེས་པར་དུ་རྒྱ་ནག་གི་མི་མང་ཡིན་ན་རེད་དེང་དུས་ཀྱི་ད་མི་མི་རབས་དེ་ཚོ་ག་རེ་ལབ་ཡོད་རེད་ཟེར་ན། བོད་ཅི་འདྲ་གཏམ་བྱ་ཡོད་ཟེར་བོད་མི་མང་ལ་ཡག་པོ་བྱས་ཟེར་ཡོད་བོད་མི་མང་ལ་ད་ག་རེ་ཟེར་བ་རེད་ཁོང་ཚོ་དགོས་ཡག་གི་ཆ་ཚང་སྤྲད་ཡོད་ཟེར་དེ་འདྲ་བཤད་གི་ཡོད་རེད་ད་སྤྲད་ཡོད་དང་མེད་དེ་ལྔའི་ལ་བོད་ལ་ཁོང་ཚོ་ཡོང་འབྲི་ག་རེ་བྱས་སོང། བོད་ལ་ཡིན་ན་བོད་མི་མང་ལ་དཀའ་ངལ་ག་འདྲ་སྤྲད་འདུག་བོད་བོད་ཀྱི་ས་ཆ་ལ་ཡོང་འབྲི་ཞི་བ་བྱས་ནས་ཁོང་ཚོ་ཅི་འདྲ་བཏང་འདུག་ཨ་དྲག་པོ་བྱས་ནས་ཅི་འདྲ་བཏང་འདུག་འོ་དེ་གི་རྗེས་སུ་ཆབ་སྲིད་ཀྱི་ཐོག་ནས་གནས་ཚུལ་ལོ་རྒྱུས་ཀྱི་ཐོག་ནས་ནམ་མང་པོ་བཅས་ཀྱི་ཐོག་ནས་ད་ཆབ་སྲིད་ཀྱི་ལས་འགུལ་སྤེལ་ཏེ་བོད་མི་མང་ལ་རྡུང་རྡེག་ག་འདྲ་སྤྲད་འདུག་དང་པོ་དེ་འདྲ་སྐུ་བ་ལ་ཡིན་ན་ངས་གསལ་བཤད་རྒྱག་གི་ཡོད། གསལ་བཤད་དེ་བརྒྱབ་ནས་ང་ཚོ་བོད་རིགས་མི་མང་གིས་ཁྱེད་རང་ཚོ་གི་སྡུག་དཀའ་ངལ་དང་སྡུག་བསྔལ་མང་པོ་ཅིག་སྤྲད་པ་ཞིག་གི་ད་ཁྱེད་རང་ཚོ་གི་གཞུང་ཟེར་བར་ད་ཅི་ཏང་རྒྱ་མིས་མི་མང་ལ་ལ་བས་བསྡད་ཡོག་མ་རེད་མི་མང་ལ་མཉམ་དུ་ད་དཀའ་ངལ་འཕྲད་ཉེ་ཅིག་རེད་རེད་དེ་ཁྱེད་རང་ཚོ་གི་གཞུང་དེ་ཡོང་ནས་ང་ཚོ་ལ་དཀའ་ངལ་དང་སྡུག་བསྔལ་ག་ཚད་ཅིག་སྤྲད་འདུག་དེ་དངོས་སུ་དཔང་རྟགས་དེ་སྤྲད་ནས་ཁོང་ཚོ་ལ་གསལ་བཤད་བྱེད་དེ་གང་ལ་ད་ང་ཚོ་ད་ལྟ་བར་དུ་ང་ཚོ་ཞི་བ་བྱས་ནས་བཟོད་པ་བྱས་ནས་བསྡད་ཡག་གི་རྒྱུ་མཚན་དེ་ཁོ་རང་ཚོ་ལ་གསལ་པོ་ཅིག་ར་སྤྲོད་བྱེད་ཀྱི་ཡོག།

ལགས་སོ། དེ་ལྟར་གྱི་དྲི་བ་དེའི་ངོས་ནས་བཤད་ན་དེའི་ཁོང་ལ་ལན་འཇལ་བྱ་བ་གཅིག་རེད། རྒྱ་མིའི་གི་ཤེས་ཡོན་ཅན་དེ་ཚོའི་ནང་ནས་བོད་དོན་རྒྱལ་གཅེས་བྱེད་མཁན་དེ་ཚོའི་ནང་ནས་ལྟ་བ་མ་འདྲ་ཡ་མང་པོ་ཡོད་རེད། རིགས་གཅིག་གི་མཐའ་གཅིག་ཏུ་དཔེ་དེ་བོད་རང་བཙན་རྒྱལ་ཁབ་རེད། ཨ་ད་ལྟ་ཁྱོད་ཚོ་རང་བཙན་གྱི་རྒྱལ་ཁབ་དེ་སྐྱབས་བསུ་བྱེད་ཡ་ལ་རྒྱལ་གཅེས་ཡོད་ཚེ་ཁྱེད་རང་ཚོ་རྒྱལ་ཁབ་གཅིག་དཀྲུག་དགོས་རེད་ཚེ་རྒྱལ་ཁྱོད་ཅིག་ནས་རིགས་གཅིག་ཡོད་རེད། ཨ་དེའི་ནང་ནས་ཡང་རིགས་གཅིག་གི།

བལ་ཡུལ་ག་པུར་དེ་ཆད་སོང་བ་འདྲ་དེ་ནས་ད་ཐ་མ་དེ་སངས་རྒྱས་ད་ཅིག་རྒྱ་ནག་གི་ཤེས་ཡོན་ཅན་མང་པོ་ཅིག་གི་ནང་ཡིན་ན་རེད་ཅིག་ད་ལྟ་བར་དུ་ཅིག་ཡིག་ཆ་འགྲེམས་སྤེལ་བྱས་ཡོད་དུས་ནང་ན་ཡིན་ན་ད་ལྟ་བར་དུ་ཅིག་རྒྱ་ནག་གཞུང་གི་བོད་པ་ཚོ་ཆབ་སྲིད་ཀྱི་ཉར་འདོན་དེ་ཡོད་བྱེད་ཀྱི་ཡོད་བས་དེ་འདྲ་ཤུགས་ཆེན་པོ་མང་པོ་ཅིག་སྟོན་གྱི་ཡོད་ཡིན་ན་ད་རྒྱ་ནག་གི་ཤེས་ཡོན་ཅན་ཁག་ཅིག་གིས་ཅིག་ལོ་ཤས་གོང་ནས་ད་རྒྱ་ནག་གཞུང་གི་བོད་པ་དང་གྲངས་ཉུང་མི་རིགས་ལ་ཉར་འདོན་བྱེད་ཀྱི་ཡོད་པ་འདི་ཀྱི་ཆབ་སྲིད་གཅིག་པོ་མ་རེད་ཅིག་མི་རིགས་ཀྱི་ཉར་སྣོན་དེ་མིན་རྫུ་ཡག་ཕོ་ཟེར་དེ་དེ་གི་རྣམ་པ་དེ་འདུག་ཟེར་དེ་འདྲ་བཤད་མཁན་ཁག་ཅིག་ཡོང་གི་འདུག་ད་དྲ་རྒྱ་ར་དེ་འདྲ་ནང་གི་རྩོམ་གི་དེ་ནང་ན་ཅིག་ཆབ་སྲིད་གི་ཉར་སྣོན་དང་མི་རིགས་ཀྱི་ཉར་སྣོན་དེ་འདྲ་ཡོད་བའི་དེ་འདྲ་རྩོམ་མང་ལོས་ཐོན་གི་འདུག།
སྤྱི་སྟངས་དེ་ས་ཅིག་ཤེས་ལྡན་མི་སྣ་གི་རྩོམ་དེ་ཚོའི་ནང་ནས་མང་ཆེ་བ་གིས་ཨ་ནི་ད་དམར་ཤོག་ཚོགས་པ་གིས

ང་སྒར་གྱི་ལྟ་བ་ལྟར་མཚོན་ན། སྤྱི་དོན་གྱིས་རྒྱ་ནག་གཞུང་རྒྱ་ནག་དམར་ཤོག་ཚོགས་པ་བོད་དབང་བསྒྱུར་བྱེད་ཡ་ནི་ཅིག་ཆབ་སྲིད་དབང་བསྒྱུར་བྱེད་ཡ་དང་ཆབ་སྲིད་ཀྱི་གཉའ་གནོན་ཡོད་ས་ཅིག་ན་ཅིག་མི་རིགས་ཀྱི་གཉའ་གནོན་མེད་ཟེར་ཡ་དེ་དཔེ་ཁག་པོ་རེད་བྱ་རྒྱུ་མཚན་ག་རེ་རེད་ཟེར་ན། ད་ལྟ་གི་དམར་ཤོག་ཚོགས་པ་རྒྱ་ནག་གཞུང་འདི་ཁོ་རྒྱ་མི་རིགས་གཙོ་བོ་བྱས་པའི་རྒྱ་མི་རིགས་ཀྱི་མཐའ་ཅིག་དང་དབང་ཆ་འཛིན་མཁན་གྱི་སྲིད་གཞུང་ཅིག་ཡིན་དུས་གང་ལ་ཁོ་རྒྱ་མི་རིགས་ཀྱི་མི་རིགས་ཆེན་པོའི་ལྟ་བ་དེ་ཡོད་ཡོད་པ་རེད་དེ་འདྲ་ཡོད་ཅིག་གི། ལི་ཏང་ཨོ་ནི་ཅིག་ཆབ་སྲིད་ཀྱི་གཉའ་གནོན་ཡོད་མི་རིགས་ཀྱི་གཉའ་གནོན་མེད་ཟེར་ཡ་དེ་དཔེ་ག་ལི་ཁ་པོ་འདྲ་བོ་ཅིག་རེད་ཟེར། ལ་སི་ཏུ་ནི་ད་ཅིག་རྣམ་པ་གཉིས་ཆགས་གི་ཅིག་ལོ་མང་པོ་ཅིག་ཕྱག་ལས་གནང་ཚར་རེད་ལ་ད་དུང་ཡིན་ན་ཅིག་མུ་མཐུད་ནས་ལོ་མང་པོ་ཅིག་ཅིག་རྒྱ་ནག་གི་ཤེས་ཡོན་ཅན་དང་དེ་ནས་རྒྱ་ནག་མི་མང་དེ་འདྲ་འབྲེལ་བ་ལས་ལས་དོན་དུ་མ་མུ་མཐུད་ནས་སྒྲུབ་དགོས་གི་རེད་བསམ་གི་འདུག་དེ་ནས་བློ་བཟང་ཉི་མ་ལ་ད་ད་འདྲ་བ་དེ་ཅིག་སོ་སོ་གི་ཅིག་བོད་རྒྱ་འབྲེལ་བ་འབྲེལ་མཐུད་པའི་ལས་ཀ་བྱས་བ་འདི་ལ་བརྟེན་ནས་ཅིག་ད་ལས་དོན་འདི་དང་དེ་འདྲ་གཅིག་གི་ཐོག་ནས་ང་ཚོ་འདས་འཐུས་ཤོར་བྱུང་སོང་ད་མ་འོངས་པ་འདི་དང་འདི་འདྲ་འདྲ་ཅིག་ཡར་རྒྱས་གཏང་དགོས་གི་བསམ་བསམ་ཁྱེད་རང་ཉམས་མྱོང་གི་ཐོག་ནས་ག་རེ་ར་ཅིག་ཡོང་གི་འདུག། ད་ངས་ཀྱི་བསམ་ཚུལ་གཙོ་བོ་ཆེ་ཤོས་དེ་རེད། མི་རིགས་ཀྱི་ང་ཚོ་བོད་མི་རིགས་ཀྱི་རིག་གཞུང་ཁྱད་ཆོས་ལྡན་པའི་གི་རིག་གཞུང་དེ་རྒྱ་མི་རིགས་ལ་ངོ་སྤྲོད་བྱེད་ཡ། ངེས་པར་དུ་ད་འཛམ་བུ་གླིང་གི་ང་ཚོ་བོད་མི་རིགས་ཀྱི་རིག་གཞུང་དེ་རྩ་ཆེན་པོ་ཡིན་པ་ཅིག་ང་ཚོ་བོད་བརྒྱུད་ནང་པ་དང་ང་ཚོ་བོད་མི་རིགས་ཀྱི་ཤེས་རྒྱུད་བཟང་པོ་དེ་རྩ་ཆེན་པོ་ཅིག་ཡིན་པ་དེ་འཛམ་བུ་གླིང་གི་ཤེས་གསལ་རེད། དེ་ཤེས་ནས་འཛམ་གླིང་གི་རྒྱབ་ལྗོངས་རག་གི་ཡོད་རེད། དེ་ཡིན་ཚ་དེ་ད་ལྟ་རྒྱ་མི་རིགས་ལ་ང་ཚོ་གི་མི་རིགས་ཀྱི་རིག་གཞུང་དེ་ངོ་སྤྲོད་བྱེད་ཨོ། དང་པོ་རིག་གཞུང་ཐོག་ནས་ཕར་ཚུར་འབྲེལ་བ་བྱས་ཡོང་དུས་དེ་སེམས་ཐག་ཉེ་པོ་འདུག་བསམ་གི་འདུག་དེ་འདྲ་ཡིན་ཚ་དེ་ད་རིག་གཞུང་གི་ཐོག་ནས་ད་དངོས་ཡོད་གནོད་འཚེ་གི་ཐོག་ནས་ད་སྐྱབས་མགོན་རིན་པོ་ཆེ་གསུང་གི་ཡོད་རེད་དངོས་ཡོད་གནོད་འཚེ་གི་ཐོག་ནས་ཡང་ན་འབྲེལ་བ་བྱེད་ཡ་དེ་གལ་ཆེན་པོ་རེད་དེ་ཡིན་ཚ་དེ་དངོས་ཡོད་གནོད་འཚེ་ད་ལྷག་བསམ་རྣམ་དག་གི་ཐོག་ནས་ད་ང་ཚོ་བོད་མི་རིགས་ཞིག་གོང་བཞིན་དེ་ཁེལ་ནས་ཁོང་ཚོ་དང་འབྲེལ་བ་བྱས་ན་ངས་དྲན་ན་གྲུང་འབྲེལ་ཐོད་གི་རེད་བསམ་གི་འདུག། ལགས་སོ།
དེ་ནས་ད་ང་དུས་ཚོད་ཕྱི་དྲག་ལྷག་མ་སོང་སང་སྐྱབས་ལ་ད་རྒྱ་ནག་གི་དཔལ་འབྱོར་དང་ཤེས་ཡོན་དང་ད་ཕྱོགས་གང་ཐད་ནས་ཡར་རྒྱས་འགྲོ་བ་འདི་ལ་བརྟེན་ནས་རྒྱ་ནག་མི་མང་གི་བསམ་བློའི་གོ་རྟོགས་ཆེ་རེ་འགྲོ་གི་རེད་བསམ་བློའི་གོ་རྟོགས་ཆེ་རེ་འགྲོ་བ་འདི་ལ་བརྟེན་ནས་ཁྱེད་རང་གི་ཐད་ན་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་དེ་མང་རེ་འགྲོ་གི་རེད་བསམ་མཁན་ཁོང་ཚོ་མི་རིགས་ཀྱི་ཞེན་ཁོག་གི་ཐོག་ནས་སྡུག་རེ་འགྲོ་གི་རེད་བསམ་གི་འདུག།
ཅི་སྟེ། དེ་རེད། ད་ལྟ་ཅིག་རྒྱ་ནག་གི་ཤེས་ཡོན་ཡར་རྒྱས་འགྲོ་བ་དང་དཔལ་འབྱོར་ཡར་རྒྱས་འགྲོ་བ་གཅིག་པུའི་གནད་དོན་མ་རེད་ཅི་སྟེ་དཀའ་ངལ་ཆེ་ཤོས་དེ་རྒྱ་ནག་དམར་ཤོག་ཚོགས་པ་གིས་ད་ལྟ

སྔ་ཚིག་གོང་དུ་བསྐྱར་འབྲི་བྱེད་སར་བཙན་བྱོལ་བོད་གཞུང་ཕྱི་དྲིལ་ལྷན་ཁང་གི་རྒྱ་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་སངས་རྒྱས་སྐྱབས་ལགས་དང་དེ་ནས་སུད་སི་སྐུ་ཚབ་དོན་གཅོད་ཁང་གི་བོད་རྒྱ་འབྲེལ་མཐུད་པ་བློ་བཟང་ཉི་མ་ལགས་རེད་རྣམ་པ་གཉིས་བཀའ་དྲིན་ཆེ། དེ་ནས་གཟའ་པ་སངས་ཉིན་བོད་ཀྱི་སར་གནས་གང་སར་གཏེར་ཁ་སྔོག་འདོན་བྱེད་ཀྱི་ཡོད་པ་དེས་བོད་མི་མང་དང་རང་བྱུང་ཁོར་ཡུག་ལ་གནོད་སྐྱོན་ཅི་ཙམ་ཡོང་གི་ཡོད་མེད་སྐོར་ལ་བགྲོ་གླེང་བྱེད་རྒྱུ་དང།